བསྟོད་པ་ཚོ་དང། དེ་རིང་ཉིན་གུང་སློབ་ཚན་དྲུག་དཀའ་ལས་ཏེ་ཚིག་ཁ་ཤོ་འདོད་དང། འདི་དུས་ཚོད་དེ་ཚོད་ཀྱི་འདུག་ངས་ལོ་རྒྱུས་དེ་ཕར་བཤད་གོ་ཨ་དེ་ཕར་ལ་མ་བཤད་ན་ང་རང་ལ་ཅི་ལས་ཀ་སློང་མོ་འདྲ་བྱེད་འགྲོ་དུས་ཡང་ཅི་ཁུ་བ་འདྲ་ཆགས་བསྡད་འདུག་དེ་རིང་ངས་ད་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་བདུན་ཅུ་དེ་ལྔ་ལོ་གི་ནས་མ་དེ་ཅི་བཤད་གི་ཡིན།

ཨ་ཀུན་ཁྲེན་ཏུའུ་ནི་པ་ཐོ་ཅག་གོ་ཅག་ཀུ་ཤའི་པར་ཀུ་ཤའི་ཚ་དུས་དེ་ནི་གནད་དཀའ་ལ། དེ་དེ་དུས་བོད་ཀྱི་བཀའ་ཤག་ལ་ལྟས་ཙི་ཨོང་ཆ་འདྲ་ཡོད་ཅེས་སྨན་རྒྱུད་གོང་མ་ལ་བཀའ་བཀོད་ལ་མ་བཀོད་ལ་སྨན་རྒྱུད་གོང་མ་དེ་ཙི་མ་ཉམས་མཛད་ཀྱི་ཡོད་རེད་བྱས་ཙང་ནི་ཟླ་བ་ཁ་ཤས་ལ་བཀའ་ཤག་ཁོ་རང་ཚང་གི་སྲིད་གཞུང་གི་འགན་ཁུར། དེ་ནི་བཀའ་ཤག་གི་ཚོགས་འདུ་དང་རྒྱལ་མཚམས་དྲན་ཚོགས་ཟེར་མི་བྱེད་ཚོགས་ལ་དེའི་སྟེང་ལས་རྟ་ཚག་ངག་དབང་དཔལ་ལྡན་སྲིད་སྐྱོང་ཡར་སྐྱེལ་བ་རེད། སྲིད་སྐྱོང་སྐྱེས་ཚར་དུ་ཁོས་ལས་འགན་གཙོ་བོ་དེ་བཀར་ཟིན་ན་ད་རྒྱག་རུ་མི་བྱེད་གི་ཡོང་སྲིད། ངས་འདི་བཟོ་ཡ་དེ་རེད། དེ་བྱེད་དུས་ད་གོང་མ་གི་བཅུ་པ་བཅུ་གཅིག་པ་བཅུ་གཉིས་པ་གསུམ་དེ་བཙད་པོ་འགྲུལ་ལ་སྡང་དགའ་བ་རེད། ད་རེས་འདིའི་བཀའ་ལ་ཨ་ནི་ཁོ་ཚོ་གི་བཙད་པོ་མ་གྲུབ་ལེ། གཙོ་བོ་པཎ་ཆེན་རིན་པོ་ཆེ་བཅས་ཨ་ནི་ད་སེང་བྲག་གི་ཁོ་རང་ཚོ་གི་ན་སྔ་མོ་ལོ་ཚོད་ལྟ་དུ་བྱས་ལ་ད་ཨོང་ཅག་བསྟད་དུ་ཡོད་ལ་རེད། སྲས་པུ་མ་སྤྲུལ་ལ་བདག་འགའ་བྱེད་དུ་ད་ཡོང་སྲིད་རྩ་བསྡད་དུས་བོད་ཀྱི་སྐུ་རག་ནང་ཚང་མ་གི

ལྷ་བྱང་གི་སྤུས་འཁོད་དེ་ཡོད་སྲིད། ཨ་ནི་ཁོ་ཚོ་གི་ནང་ལ་ད་རྒྱ་རིམ་གྱི་ཕ་གྱི་འཁྲུངས་གཟིགས་ཡོད་ལ་རི་རྩེ་ལ་ཉི་མ་ལྟག་པ་དགུ་རྩ་ཡོད་གསུང་སྟོང་ལ་དེའི་འཁྲུངས་གཟིགས་ཡོད་ལབ་པ་རེད་སྲིད། ད་དེ་བྱེད་དུས་དེ་ནས་ཡར་བྱེད་མར་བྱེད་དུས་མཐའ་མ་སྐུ་འབྲས་བཅུ་གསུམ་པ་དེ་དྭགས་པོ་ལ་ཀློང་མདུན་གྱི་ནང་ལ་འཁྲུངས་ལ་དྭགས་པོ་ཁོ་ལ་ཡར་གདན་འདྲེན་ཞུས་ཡོང་གི་རེད། དེ་ཞུས་ཡོང་དུས་དེ་ནས་ལྷ་ས་གི་ཞོགས་ཀྱི་ཆུ་ལེན་མཁན་སྐྱེ་མེད་དེ་ཚོ་གིས་ཞལ་བཏང་ཡོང་པ་རེད་ཟེར་གཙང་སྐད་ལས། མཁས་པ་ཅིག་སྐད་ས་ལ་རུ་དེ་ལྟར་གོང་ཚ་ན་ན་སྔ་མོ། གཏམ་འཆལ་ཚོང་མ་དེ་ཡོང་ས་ས་འཇུ་ཚོང་མ་དེ་ཡོང་ས་ཤོག་གི་ཆུ་ལེན་ལས་ཀ་བྱེད་མཁན་དེ་ཚོ་རེད་འདུག་བ། དེར་དེ་ནང་མི་དེ་ཚོ་གི་གཞས་གཏོང་ལ་བརྩམས་པའི་སྐབས་ལ། བོད་ལྗོངས་སྐྱིད་པའི་ཉི་མ་དྭགས་པོ་ཁོ་ན་འཆར་བྱུང། རྡོ་རིང་ལྷ་བྱ་ཀུ་ཤ་ཀུ་ལ་སྟོད་གྲུ་ཁ་བྱུང་ཟེར་ག་རེ་ཟེར་ན་ཉི་མ་དྭགས་པ་སྒོ་རྩ་ཡག་སོང་གཏོང་བསྡད་ཟེར་དུས་ཨ་ལིང་ད་དེ་ཡོང་སྲིད་དེ་རྒྱ་ཡིག་ཡོང་སྲིད་རེ་མཁན་མ་རྙེད་ཟེར། ལུང་སྟོན་གྱི་སྲས། ནི་དྭགས་པོ་ཁོ་ནས་དེ་འདི་ཞུ་ག་བ་རེད། ད་དེ་ག་རེ་ཟེར་ན་ཀུན་དཀྲིས་བཅུ་བཅུ་པ་བཅུ་གཅིག་བཅུ་གཉིས་ནང་དུ་མ་འདྲ་བ་དེ་ག་རེ་ཡོད་ཟེར་ན་སྲས་བུ་འབྲུག་ལས་མ་བཏང་པ། ནི་པན་ཆེན་རིན་པོ་ཆེ་བྱས་སེ་འདྲ་ག་གསུམ་བྱས་ཁོ་ཚོ་གིས་ད་བྲིས་ཀ་བྱས་ལས། སླར་གྲུབ་གྲུང་རིགས་སེར་སྐྱ་ཡོངས་རྫོགས་ཀྱིས་ད་བྲིས་ཀ་བྱས་ལས་ཐོག་བསྐྱེལ་ག་བ་དེ་འདྲ་གཅིག་རེད།

དེ་ནི་མན་ཅིང་གུང་དམག་གིས་ལྷ་ས་གདན་གྱི་བོད་སྡེ་ཨམ་བན་དེ་ཚོ་ལ་བཀའ་གནང་ལས་དབྱིན་ཇི་ཡོང་གི་བཅུག་གི་ཟེར་དུས་ད་ས་ནས་ཟིག་འགྲོ་བ་དེ་འདྲ་བྱེད་དུས། དེ་ནི། ད་དེ་འདྲ་བྱེད་བཀའ་ཤོག་མི་མཐུན་མ་བྱས་དབྱིན་ཇི་དེ་འདྲས་ཀྱང་ཚུར་ཡོང་མ་བཅུག་རྒྱ་ནག་ནས་བསྐོས་དྲ་རྒྱ་ཡག་ཡོང་མ་བཅུག་བཀའ་ཅི་མ་བཀའ་བཀའ་ཚར་དུས། སྤྱི་སྟོང་བརྒྱད་བརྒྱ་བརྒྱ་བརྒྱ་དྲུག་ལོར་ལས་ད་ཚོགས་རྗེ་དྲུང་སྐུ་གཤེགས་འགྲོ་ལ། ད་སོགས་རྗེས་འགྲོ་ཀུན་ཤེས་ཚར་དུས། ད་ལྟའི་དགེ་སློབ་དེ་ཁོ་ཚོ་བྲེ་ག་ཅིག་ཡག་ཅིག་མི་ཤེས་དུས་དེ་མོ། ཕྲན་ར་རྒྱལ་སྲིད་སྐྱོང་ཡག་སྐད་པར། འོ་ད་སོགས་རྗེས་འགྲོ་ཀུན་སློབ་ཧ་ནག་ཅོལ་ལ་བོད་ཀྱི་སྲིད་སྐྱོང་བྱས། སྐུ་འཁྲི་བཅུ་གསུམ་པ་དེ་ཚོས་ངེས་འཛིན་བྱས། དེ་ནས་དབྱིན་ཇི་དང་འབྲས་ལྗོངས་ནས་ཚུར་ཡོང་མ་བཅུ། རྒྱ་ནག་ནས་ཡག་ཡོང་མ་བཅུ་མ་བཀག། དེ་འདྲ་བྱས་ནས་དེ་ཀུན་ཤེས་ཚར་དུས། དེ་མོ་དགེ་སྲིད་སྐྱོང།

བོད་སྡེ་ཨམ་བན་ཝུན་ཧྲའུ་ཟེར་ཡག་ཅེས་བ་རེད་དེ་རྗེས་ནས་གནས་བདེ་ལགས་ཀྱི་སོག་ཁོང་དུ་མ་གཏོགས་གི་ཟེར་བ་འདུག་སྡེ་པ་གང་གི་གཏོགས་རུང་མ་བཞེས་པར། ད་སྡེ་པ་གང་གི་གཏོགས་རུང་མ་བཞེས་པ་གི་སྟེང་ལས་དེ་ལིན་མདའ་པན་ལྷ་སྡིངས་སད་དུ་བཙན་བྲལ་སེར་ནོར་རྒྱང་ཚིང་ཁོ་ཚོ་གི་དམག་མི་མང་པོ་ཅིག་ཁྲིད་ལས་འབྲས་ལྗོངས་ཀྱི་ས་གཙང་ལ་ཕྱིན་པ་རེད། དེ་ཅི་དེ་ཧ་ནི་འབྲས་ལྗོངས་པ་དུ་ཅི་དེ་ད་དབྱིན་ཇི་དུ་བོད་པ་གཉིས་ཀྱི་བར་ནང་ལས་རྙོག་དྲ་ཆེན་པོ་ཞིག་ཐུག་ཚེ་འདུག་འབྲས་ལྗོངས་ཀྱི་བླན་ཆེན་ད་ག་ནས་ན་འབྲས་ལྗོངས་སྐྱ་བོ་མཐུ་སྟོབས་རྣམ་རྒྱལ་སོ་ཡ་ད་ཡིན་ས་ཡི་གོ་དེ་ཡོང་ལ་བར་འདུམ་འདྲ་པོ་བྱས་དབྱིན་ཇི་དུ་བོད་པ་བར་ལ་བར་འདུམ་བྱས་ལ་གནད་ཀ་ལ་བསྟུན་ལ་དེ་ཅི་ཅི་བོད་དང་དབྱིན་ཇི་གཉིས་བར་ལ་ཞི་ཡི་གྲི་མོ་ཡོང་རྒྱུ་གི་རེ་བ་ལྡན་པ་རེད། ནི་བཅས་སྟོང་བརྒྱད་བརྒྱ་བརྒྱ་བརྒྱ་བརྒྱ་ལོའི་རི་རྩེར་འདུག་ཨིན་ཇིའི་གི་དམག་མི་བརྒྱ་ལྔ་བརྒྱ་བརྒྱས་གློ་བུར་དུ་ལུང་ཚོང་ལ་ཁ་མི་འཛུགས་ལ་བོད་ཀྱི་ནང་འཛུལ་ཡོང་པ་རེད། འཛུལ་ཡོང་དུས་ད་བོད་དམག་དང་ཨིན་ཇིའི་གྲུབ་པ་བརྒྱ་ཕིས་ཚུལ་གཉིས་ཀ་གཉིས་བལྟས་ཚུལ་རེད་ཟེར་རེད་ཅེས་དེ་ནས་མར་ཡོང་དུས་ད་ལས་དེ་ནི་ཨིན་ཇིའི་དེ་ཚོ་གོ་མཚན་ཡག་པོ་ཡོད་རེད་མེ་མདའ་ཁུར་ཚེ་ང་ཚོ་གི་འུར་རྡོ་འདྲ་པོ་དང་མདའ་གི་འདྲ་པོ་ག་རེ་ཁུར་ཡོང་ཁུར་ལ་རྒྱུགས་རེ་ཡོད་ན་དྲི་འདྲ་པོ་བྱེད་དུས་བཀག་མ་ཐུབ་ནའི་ད་ལྟ་ང་ཚོ་གི།

ཨམ་བན་གྱི་ཡ་སྟོང་པར། སེམས་ཐག་གིས་དེ་ཅི་ཟེར་དུས་དབྱིན་ཇི་གི་ག་བཤད་ན་ཁག་ཉན་གི་ཟེར་བོད་ཀྱི་ཀ་ལན་རེད་བོད་ཀྱི་མོ་བན་དེ་ཚོ་ཚང་མ་ལ་གི་བཀའ་རྒྱུད་དག་དག་གནང་བོད་ཀྱི་ཡ་གཅིག་པུས་བཤད་ན་ཅི་ཁག་ཉན་གི་མི་འདུག་བ། དེ་ལུང་ཐུང་ནི་ད་ལྟའི་ང་ཚོ་ལུང་ཐུང་ལ་ཀ་ལས། འབྲས་ལྗོངས་ལུང་ཐུང་ལ་ཀ་ལས་ཕྱོགས་ཁུངས་བརྩིས་དགོས་རྒྱུ་དེ་ད་ཁོ་རང་ཚོ་གི་ང་བོད་པ་གི་ནང་བ་རེད་ཁྱོད་རང་ཚོ་ནོར་ཟེར་ཡོད་རེད་དབྱིན་ཇི་ཕ་བཀའ་འགུག་ཅིག་མི་ཆོག་ད་ཀ་རེ་བྱས་ན་ཅི་ཁོ་ཚོ་གི་ཀ་རེ་བྱས་ན་དབྱིན་ཇི་ཁ་ལ་ཉན་དགོས་ཟེར་མང་པོ་བརྗེད་བོད་ཀྱི་བོན་པོ་དེ་ཚོ་བརྩེགས་ཉན་རོགས་མ་བརྗེད་ད་རྙོག་དྲ་ཇེ་ཆེ་ཇེ་ཆེ་ཕྱིན་བསྡད་པར།

ཐུན་མོང་གི་ཨམ་བན་སེང་ཐལ་ཡི་གེ་ཅིག་བཀོད་ནས་དེ་ང་ཚོས་དེ་འདྲ་ཅིག་ལས་དམག་ཕྱིར་འཐེན་བྱེད་རྒྱུ། དེ་དང་སང་སང་གི་དབྱེ་བ་འབྱེད་རྒྱུ། དེ་ཚོ་ང་ཚོ་དེ་མེད་ཐུབ་མེད་ཁྱོད་རང་གི་ལས་ཀ་དེ་ཚང་མ་མེད་ཐུབ་མེད་ཚེ་ཡི་གེ་བྲིས་ཡི་གེ་ཡི་གྲས། ད་ཐེག་བདག་འཇུག་དེ་བ་ལས་དེ་ནས་དེ་བྱས་པར། ཆིང་ཀྲུང་ཡང་སྲིད་ལས་ཀྱི་ཚབ་བྱས་ནས། ཧྲེང་ཐའེ་གྱི་བོད་ཀྱི་དབང་ཆ་ཆ་ཚང་ཡོད་པའི་བླན་ཆེན་གྱི་མིག་གིས་ནི་རྒྱ་གར་ཀ་ལིང་ཀ་ཏཱ་བཅས་དབྱིན་ཇི་རྡོ་གཉིས་ཧིན་དྷུ་གྷ་ངྷ་གི་སྤྱི་ཤག་དང་བན་ཆེན་ཚང་མ་ལ་གཉའ་འདུ་ཆིངས་ཡིག་དེ་མཚན་བརྒྱད་བཀག། དེ་རྗེས་སྣེ་གདོང་འགག་སྒོའི་སྟེང་དང་ཆིངས་ཡིག་དེ་མཚན་དགུ་བཀག། ཅེས་པ་སྟེ། ད་དེ་དུས་སྡེ་བ་ཀུན་གྱིས་དཔོན། དཔོན་གཡོག་དེ་ཚོ་ཚང་མ་གིས་ཁས་མ་ལེན་པར་ངོ་རྒོལ་བྱས། དེ་ནས་དེ་འདྲ་ཅིག་གི་སྐོར་གཉའ་གན་སྨྱུག་གིས་ཀྱི་སྐོར་ལས་སྤྱི་སྟོང་བརྒྱད་བརྒྱ་དགུ་བཅུ་གོ་ལྔ་ལོ་ལོ་ད་སྐུ་འབྲི་བཅུ་གསུམ་པ་ཡ་ཆེན་པོ་ཆགས། ཁོ་རང་དེའི་གི་བོད་ཀྱི་ཕྱི་སྲིད་གཉིས་སྐོང་བྱ་སྟེ་ཕར་བསྐྲད། དེ་མོ་དེ་དགོངས་པ་ཁུར་རྒྱུ་ལ་བཙུན་མོ་མ་མཐོང་དགོས་པར། དལ་མོ་མ་འཐེན་ས་དུས། དེ་ནས་དལ་མོ་གིས་རྟ་འོང་ཆ་ཤོར་བ་ལས་ཡིད་མ་རུངས་པ་བྱས་ནས་ཚ་བོ་ནོར་བུ་ཚེ་རིང་སྲིང་མོ་དང་ཁོ་ཚོ་དེ་གའི་རྒྱལ་བ་ཀུན་གྲོལ་བཅུ་གསུམ་པ་དེ་སྐུ་བོ་གསལ་ཞེས་བརྗོད་ཀྱི་ཕྱག་གིས་བགགས་ལ་ད་དེ་མ་གསལ་གོ་ན་དེ་ནས་ཡང་ཁོ་རང་མུ་མཐའི་ནས་བོད་ཀྱི་སྲིད་སྐྱོང་ཚོགས་མཆོག་གི་རུ་པ། ཁྱེད་ཀྱིས་ཨ་ནི་ད་རེ་དེ་དུས་སང་ལ་བསྡུ་ཡ་ག་རེ་བྱས་ན་ཀྱང་ཐུགས་དགྱེས་ལས་ཅི་གསལ་གོ་དྲན་ཆོག་ཟེར་ས་རེད་ཉག་རོང་ནང་གི་ག་གི་བླ་མ་ནི་སྔགས་པ་གཅིག་གལ་ཆེ་ག་འདྲ་ཡིན་ན་ད་ངས་དྲན་མ་རག་དེ་ལ་ཨ་ནི། ཆ་ལྷམ། རྡོ་བཙག་གི་བུ། རྡོ་བཙག་གི་ནང་ལ་ཧང་ཁུན་ཟེར་ཧང་ཁུན་ནང་ལ་སྐུ་འཕྲེང་བཅུ་གསུམ་པ་གི་མཚན་ཡོད་དོ་དེའི་ད་ག་རེ་ཡོད་ཟེར་ན་དེ་ཚོ་ནང་བླུགས། བླ་མ་སྔགས་པ་གཅིག་ལ་བྱན་རྒྱུད་བསྣན་པ་རེ་རྒྱ་ཐུབ་ར་རྒྱ་ལ། ཏེ་ཀུན་དུ་སྤྱི་གསུམ་པ། ཀྱེ་ཀུན་དུ་སྤྱི་གསུམ་པ་གསལ་བྱེད་ཀྱི་ཕྱག་གིས་འདྲ་བ་སྟེ། ནི་བད་ཀུན་གྱི་ཧ་བཀོད་བསྩལ་བས་འདུད། དེ་མོ་བཟུང། ཡང་སྲིད་ངེས་འཛིན་རྫོགས་མི་ཆོག་པར་བྱས། ཚ་བ་ནོར་བུ་ཚེ་རིལ་དང་མཚུངས་མ་མཐར་བཅད་ལ། ནི་དེ་མོ་ཡང་སྲིད་དེ་ངེས་འཛིན་རྫོགས་མི་ཆོག་པར་བྱས། དེ་བྱས་ན་ད་ཀུན་དུ་སྤྱི་གསུམ་པ་ཁོ་རང་གི། ལས་ཀའི་དོན་དངོས་འདུལ་བ། དེའི་ཆེད་དུ་ཀུན་གྲོལ་བཅུ་གསུམ་པ་དང་སྨོས་ཅི་དཔེ་རྒྱན་པ་འདྲ་པོ་ཅིག་འདུག་རྒྱན་པ་འདྲ་ཅིག་ཡོད་འདུག་ཨ་ནི་ཁོ་རང་གི་ཐད་ཀར་དེ་ལ་དབྱིན་ཇིའི་ཕར་འགོ་ཡ་བྱས། ཨ་ནི་ཆིན་ཀྲུང་དབྱང་སྲིད་གཞུང་དང་འབྲེལ་བ་དང་བཅས་མེད་པའི་ཕྱིར་ཐད་ཀར་དུ་ཨོ་རུ་སུ་དང་འབྲེལ་བ་བྱས་ནས། སོག་པོར་གྱི་གྲྭ་པ་རྡོ་རྗེ་དབྱིད་ཟེར་ཡ་ཅིག་འདུག་བ་ཁོ་རྗེས་ནས་ཁོས་ཨོ་རུ་སུ་ལས་ཨ་ནི་ཐེངས་མ་ཅིག་གཉིས་སྟོང་ཞག་ཨོ་རུ་སུ་དང་འབྲེལ་བ་བྱས། ད་འུ་རུ་སུ་ནས་དེང་གི་ཚུལ་རེ་བ་བྱེད་རྒྱུ་ཕིན་ལེ་ཚུན་ཚན་བྱ་སྟོང་ཡ་འདྲ་པོ་དུ་དམག་གི་རེ་བ་བྱེད་ཡ་འདྲ་པོ་རེ་བ་གྱི་ཁུག་ལས་ཅུས་བཟོས་ཡེ་ས་རེ་རྡོར་རྒྱ་ཡིས་མོ་སི་ཁོ་ལ་བྱིན་པ་རེ་མོ་སི་ཁོས་ལུ་ཆེ་དང་འབྲེལ་བ་བྱེད་འོན་དུ་ཨ་ནེ་དབྱིན་ཇིག་དང་རྡི་སུག་གི་བོ་ཀྲུ་སི་སང་གྱི་དེང་རྒྱ་ལས་སྐུ་འཕྲེང་བཅུ་གསུམ་བར་གྱི་འུ་རུ་སུ་དང་འབྲེལ་བ་བྱེད་རྩིས་ཡོད་ལེ་རུ་ཟེར་འོན་དུ་རྒྱ་ནག་ལ་བོད་བྲེལ་བ་ཆེན་པོ་ལོང་ཡེ་ས་རེ། ནི་ཡང་བོད་ཀྱི་བཀའ་དེ་བཀའ་ལན། ད་གུང་གི་ལས་བྱེད་པ་དེ་ཚོ་སྐར་ཁག་སྲིད་གཞུང་གི་དཔོན་པོ་དེ་ཚོ་གི་ཡིན་འང་ད་དེ་འདྲ་བྱེད་ཡག་ཡོད་མ་རེད་ང་ཚོ་ད་རྒྱ་ཚ་ཡག་ཤོས་དེ་ཆིན་ཡིན་ཀྲུང་དབྱང་སྲིད་གཞུང་རེད་ཁྱོད་རང་གུང་ལོ་ཆུང་ཆུང་རེད་ད་དེ་འདྲ་བྱེད་ལ་ཨོ་རོད་སོགས་དང་འབྲེལ་བ་བྱེད་ན་ཡོང་གི་མ་རེད་ཡིན་གྱི་མི་ཉན་ད་ང་ཚོ་རྒྱ་ཚ་ཡག་ཤོས་དེ་ཆིན་ཀྲུང་དབྱང་སྲིད་གཞུང་རེད་ཟེར་ལ་ཨེ་ནས་གུང་ཁྲན་ཆོལ་གསུམ་པ་ལས་ཀ་དེ་བཟོ་མ་བཅུག་པ་བཀག་ག་པར་དེ་བཀག་ན་དེ་ནས་ཀྱི་སྟོང་དགུ་བརྒྱ་ཐམ་པ་དང་གསུམ་གི་ལོ་ལས།

དེ་ནི། དབྱིན་ཇིག་གི་དམག་མི་བེལ་ཆུ་འཛུགས་ཚར་དུས། ད་དུ་ན་ལི་བྲེ་ག་བཟོ་ས་ལ་གྲོ་མོ་ལ་འགྲོ་དགོས། ཨ་ནི་ཁོ་ཚོ་བྲེ་ག་ག་འདྲ་བྱེད་རྒྱུ་རྒྱུ་མི་རྒྱུ་དེའི་སྐོར་ལ་པེ་ཅིང་གི་ནང་ལ་དབྱིན་ཇིའི་དགུན་ཚར་དུ་ཆིན་ཀྲུང་དབྱང་སྲིད་གཞུང་གཉིས་གྲོས་མོལ་བྱེད་མཁན་ནང་ལ་བོད་ལ་ལྡན་མཁན་གྱི་ཨམ་བན་དང་བཀའ་ལན་ཞིག་གཏོང་དགོས་ཚུལ་ལབ་འདུག་བ། ཀྲུང་དབྱང་སྲིད་གཞུང་གི་བོད་དོན་ཨང་པན་ཡུས་ཀང་ཟེར་ཡ་ཇི། ཏེ་ང་པ་དེ་ཏེ་ང་ནས་གམ་པ་རྫོང་དུ་སོང། དབྱིན་ཇི་དོ་ནི་ཞི་བའི་གྲོས་མོལ་བཟོ་རྒྱུ་མཐའ་འཁྲུག་མི་ཡོང་བ་བྱ་རྒྱུ་གི་ཨ་ནི་ད་ཀ་ཕ་ཟེར་གི་ན་འདྲ་དེ་གཏོང་འདུག་བ། དེ་འདྲ་བྱས་ནས་བཀའ་ཤོག་ཚན་ཁྲ་དགའ་སོང། ཚོང་གི། ཨམ་བན་གངས་པ་རྫོང་དུ་འགྲོ་རྒྱུ་ལ་ངོ་རྒོལ་བྱས། ཨང་ཀི་ངྷན་ཅེ་ཡང་ང་ཚོ་ལུང་ཐུང་ལ་ཁ་ལ་ཁྱེད་རང་ཚོ་གིས་རྒྱ་པན་སེང་ཐག་གི་སྐོར་ལ་དེ་འཕངས་ཏེ་ད་རུང་ཡང་ལུང་པ་མང་པོ་ཤོད། ད་ཡོང་ཡོང་གི་མི་འདུག་རྫ་ལ་དེ་ནས་དཀའ་ལས་མང་པོ་བྱེད་ཀི་ཁོ་ཚོ་གིས་ངོ་རྒོལ་བྱས། ཆིན་ཀྲུང་དབྱང་སྲིད་གཞུང་གིས་ཏུང་ཧྭ་བོད་ཁའི་ཡུལ་སྒང་ལ་ངོ་རྒོལ་མང་པོ་བྱེད་ཆེད་ཡོང་དུས། ད། མཐའ་མ་ཡག་ཤ་མ་ཤ་དབྱིན་ཇིས་དོ་དྲེད་འགྲིག་མི་འགྲིག་བལྟས་ཀྱི་འདུག་དུས། ཨམ་པའི་ཡུལ་གང་ཟེར་ཡ་དེ་གྱ་ཚ་དྲག་ནས་གོང་མ་ལ་ཡག་ཉེས་ཀྱི་ཕུག་འདུག་བ་ད་འདི་ཁ་ལ་ཉེས་ཀྱི་མི་འདུག་ཟེར། དེ་ནས། དེ་གོང་མ་གི་དེའི་ཚ་དོ་ཡུལ་ཨམ་པའི་ཡུལ་ཐའི་ཟེར་ཡ་དེ་སྐད་ན་ཡང། དེ་སྐད། བཀའ་ལན་བཤད་གྲྭ་བ་གཙོ་བོ་བྱས་པའི། བཀའ་ཤག་གི་དབྱིན་ཇི་ལ་ཞུ་ཡི་དྲིན་མོ་ལ་དྲ་འབུ་མཐའ་འཛིན་བྱ་རྒྱུ་དེ།

མགོ་ཁྲིད་མང་ཆེ་བ་དེ་རྒྱལ་པོ་གྱི་བརྒྱ་བྱ་ནི་ཡིན་འཇིག་དེ་ཚོ་གི་ལང་སོང་ཕི་ཤི་འཐེན་བྱ་ལས་རང་འགུལ་གི་ཤི་འཐེན་བྱས། ཟླ་བ་བཅུ་གཅིག་བཅུ་གཅིག་པ་བཅུ་གཉིས་པ་བཅས་ལ་ཡང་བཅའ་སྡོད་ལ་ཡིན་འཇིག་གི་དམག་དཔོན་རུན་ཧོ་ཧྥང་ཟེར་ཡ་གཅིག་གི་དམག་སྣེར་ཁྲིད་ལ་ཡིན་འཇིག་དམག་བརྒྱ་ལྷག་ཙམ་གྱིས་ཨ་ནི་ཤི་ག་རྩེ་ཞེས་རྒྱང་བཙེར་ལས།

ད་དེའི་འགྲོ་ས་གི་ར་སྤྲེལ་ན་སོ་པར་སྤྲེལ་སོ། སོ་པར་སྤྲེལ་ན་ནི་བེ་ཅིན་སོ། བེ་ཅིན་ལ་སོ་པར་སྤྲེལ་ལ་ད་ལོ་ལྡན་བརྒྱ་ཅི་བཟླས་ག་པར་སྐྱིད་སྟོང་དགུ་བརྒྱ་ཐམ་པ་དུ་ཡི་སྐྱིད་སྐྱིད་སྟོང་དགུ་བརྒྱ་ཐམ་པ་དུ་དགུ་ལ་ཡིན་ས་ཡི་གོ་དེ་བར་དུ་ལས་བརྒྱད་དགུ་བར་དགུ་བར་དུ་ལས་སོ་པར་ལ་ཡ་ཅོག་ཅི་འཇོག་བྱས་བཟླས་ཏེ་བོད་དུ་དབྱིན་ཇི་ཉིན་འཁྲུལ་པ་དགུ་བཟླས་ཏེ་དེ་བཅུ་བར་ད་མདོ་དུས་གཙང་གྱི་བཤད་པ་ཡིན་ན། དེ་ནི་དབྱིན་ཇིའི་དམག་མི་དེ་ལྷ་སར་སླེབས་ཚར་བ་དང། ལྷ་སར་ལྡན་མཁན་རྒྱ་ཕན་ཡུས་ཐའེ་སི་ཡ་ཇེ་རེད། ཡུས་ཐའེ་སི་ཡ་དེ་གི་སྣེ་ལེན་བྱས། ཨ་ནི་སྐུ་མགྲོན་ཆོས་སྲིད་པ་ཀྲི་ཡོན་ཏི་ས་ལ་རེད། དར་མགྱོགས་པ་བོད་དུ་དབྱིན་ཇིའི་པར་ལས་ཆིང་ཡིག་གྷོ་གྷི་ཏི་ཟེར་དུས་དེ་ནི་བོད་ཀྱི་དཔོན་པོ་ནང་གི་ད་ད་ལྟ་ང་ཚོ་སྐུ་མགྲོན་ཆོས་སྲིད་པ་གུ་ཡོད་མ་རེད་ང་ཚོ་གི་ས་ཡིག་བརྗེ་ཐོ་མི་བྱེད་ཟེར་ལས་ས་ཡིག་བརྗེ་རུ་མ་བྱས་ཡ་འཐེན་ཤི་འཐེན་བྱས་ཨ་ནི་ཡན་རིང་པོ་ཅིག་འགོ་བསྡད་པ་རེད།

བོད་དོན་སྐོར་ལ་རྒྱ་ཕྱོགས་ཀྱིས་རགས་གནོང་རོགས་མ་བྱ་ད་ལྟ་ཁོ་རང་ཚོ་ཚེ་ཞི་ཐེབས་ཁོ་ཚོ་ག་ལ་ཁ་བ་དུད་ད་ཡོད་རེད་དེ་འདྲ་བྱས་ན་ད་ད་ལོ་མང་པོ་ཅིག་ལས་སོ་པོ་ལ་ཞུགས་དེ་ནས་ད་དེ་ཡི་སྐབས་དེ་ལས་སྐྱེ་སྟོང་དགུ་བརྒྱ་ཐམ་པ་དང་དྲུག་ལོ་ལས་སི་ཁྲང་གི་ཙུང་ཐུང་ཀྲོ་ཨེར་ཧྥུང་སེམ་ཅེ་ལས་ཀྲོ་ཨེར་ཧྥུང་སེམ་དེ་པེ་མ་སི་པ་ཇི་ད་ཀྲོ་ཐུ་ཧྥུ་སེ་དེ་རྒྱ་ལ་བསྡུ་པོ་དང་ལྷག་པ་དེ་ཁང་གི་ལུང་པ་ལས་ཁང་གི་ལྷོ་ཕྱོགས་ལས་ཀྲོ་ཨེར་ཧྥུང་སེ་དེ་བྷི་ད་ཤི་ཐེ་ལེ་འདྲ་པོ་ཅིག་བརྩི་ལས། སྤྱིའི་སྟོང་དྲུག་བརྒྱ་ཐམ་པ་དང། དགུ་བརྒྱ་ཐམ་པ་དང་དྲུག་ནས་དགུ་བརྒྱ་ཐམ་པ་དང་བརྒྱད་བར་ལོ་གཉིས་ཀྱི་ཆོས་ལས། དེ་ནི་མིན་པ། ལི་ཐང། བྲག་གཡག། སྨན་ཁང་འདི་ཡག་ཅི་དགོས་ལ། དྲོད་ཁོང་གི་སྨྲ་མི་བདེ། དེ་ད་ལྟ་ང་ཚོ་ལ་ད་དཔར་མཇལ་རྒྱུ་ཡོད་ལ་མ་རེད་ཡི་གེ་འབྲི་ཡོད་མ་རེད་ཁག་གི་སེ་ལ་མི་ཁྲི་ལྔ་ཙམ་ཟས་གོ་ཟེར་རེད་ཟེར་གྱི་ཡོད་རེད། ཁྱི་ཁ་ཁ་དང་མིན་པ་ཁྱི་དེ་རྒན་པོ་དགེ། མདོ་ཁོང་དང་མལ་བརྒྱ་ཉི་མ་ཁྱི་ལ་གྲྭ་པ་ལྔ་བརྒྱ་ཐེམ་པ་གཉིས་ལ་སོགས་ཟས་ཚོད་ལ་ཧྲིལ།

མཐའི་དབུས་ཀྱི་སྤྲིན་ལས་དེའི་སྟེང་ན་མྱིག་གི་རྣ་ཅོག་ནི་མཛེས་གོ་དུས་མྱིག་གི་རྣ་ཅོག་གི་འཕྲེང་བ་རི་ལས་རྒྱ་ར་གོ་ཙ་ནས་ར་སི་གོ་ཙ་བར་ལས་རྒྱོང་ག་ཡོད་རེད་ཟེར་དེ་འདྲ་བཤད་སྲོལ་ཡོད་རེད་ད་དེ་ཚོའི་བཤད་སྲོལ་ནི་བཤད་སྲོལ་རེད་ང་ཚོ་ལ་ད་ལྟ་བདེན་དཔང་གི་ཡིག་ཆ་ནི་ཡོད་ལ་མ་རེད་པ་ནི་ཡོད་ལ་མ་རེད། ད་དེ་འདྲ་བྱས་ནས་དེ་ནས་ད་ལྟ་འབའ་དང་འདི་ཚོ་གི་ཕྱོགས་ལས་རྒྱ་གི་རུས་བེད་སྤྱི་གཏོང་བ་ཟིག་མང་པོ་ཡོད་རེད་དཔེར་ན་མི་བོད་པ་ཡིན་པ་ལ་མགོ་ལ་རྒྱ་གི་རུས་བཅག་པ་ཟིག་གྲོ་ཡི་ཕུང་གི་སྐལ་རེ་ཚོད་ཟེར་འདུག་ཨོ་དེ་ཚོ་ཚང་མ་རྒྱ་གི་རུས་རེད་བེད་སྤྱད་གཏོང། རྒྱ་གི་རུས་བེད་སྤྱད་གཏོང་ན་ཁྲེས་སྤྲད་དགོས་ལ་མ་རེད་ཡི་གེ་གཞུང་རྒྱུད་ལ་རེད་སློབ་གྲྭ་འགྲོ་རྒྱུད་ལ་རེད་མ་གཏོགས། རྒྱ་གི་མི་བེད་སྤྱད་མ་གཏོང་ན་ཁྲེས་ཡང་ཐོག་རྒྱ་སློབ་སྦྱོང་བྱེད་མི་རྒྱུ་དེ་འདྲ་བདུད་བོ་ཅི་གཏོང་ག་དུས་ལོ་གཉིས་ཚར་གཅིག་དེ་ཕེ་ད་ཧི་ཏི་ལེར་གི་ལས་ཀ་དང་སྤྱི་པ་སྤྱི་སྐྱོང་རེད།

ཀྲོའི་ཧྥུང་གིས་དེའི་སྐབས་ལ་ང་ཚོ་ཁ་བརྡ་བྱེད་རྒྱུ་དང་རང་བཙན་བྱེད་རྒྱུ་དང་སྐད་ཆ་ཡོད་ལ་མ་རེད། ཀྲོའི་ཧྥུང་གི་ལས་ཀ་དེ་ཆབ་སྲིད་ཀྱི་དན་རྟགས་མ་རེད། དེ་མི་རིགས་ཀྱི་དན་རྟགས་མ་རེད། ལངས་ཕྱོགས་ཀྱི་དན་རྟགས་རེད། ད་ལྟ་རྒྱ་གར་ཟེར་ན་ལི་ཁྲང་ཧོ་ལུའུ་ཤན། ལངས་ཕྱོགས་དང་ལངས་ཕྱོགས་ཀྱི་དན་རྟགས། ཁོས། ཧྥུང་ཁོས་ག་རེ་ཟེར་ན། དཔལ་ངན། མ་རྩ་རིང་ལུགས་འབྱོར་ལྡན་གྲ་རིགས་ཀྱི་ལངས་ཕྱོགས་ལ་འགྲོ་མཁན། འབྱོར་ལྡན་གྲ་རིགས་ཀྱི་ཕྱོགས་ལོངས་མཁན་རེད། ང་ཚོ་འདི་ཀྲུང་གོ་གུང་ཁྲན་ཏང་གི་རྗེས་སུ་འབྲངས་ན། དེ་ནི་འབྱོར་མེད་གྲ་རིགས་ཀྱི་ལངས་ཕྱོགས་ལ་འགྲོ་མཁན་རེད། དེ་མའོ་ཀྲུའུ་ཞི་ག་ནི་ཐོག་བརྒྱལ་ཚར་བར་ཀྲུའེ་ཧྥུང་དེ་ཁོའི་ལངས་ཕྱོགས་ནོར་སོང་ཟིག། ལོངས་ཤུགས་མནོ་བསམ་ཚུལ་དེ་འདྲ་ཅིག་ཡིན་པ་བྱས་ཏེ་བྲོ་བའི་དཔུང་ལ་ཀ་འདན་བྱས་ན་དེ་འགྲིག་གི་ཡོད་མ་རེད་དེ་ང་ཚོས་མའོ་ཙེ་ཏུང་ཡལ་དུས་བཀའ་ན་ཁོ་པའི་ངོ་བོ་ག་འདྲ་ཡིན་པ་ཐག་བཅད་ཚར་ལེ། འོ་དེང་སང་ཡང་ཁ་སྐད་དེ་འདྲ་ཚུལ་ང་ཚོས་བརྩེགས་པ་བརྟས་ཚུལ་དེ་ཡོང་གི་འདུག་ཡིན་ནའང་བྲོ་བའི་དཔུང་གི་ལས་ཀ་དེ་ཁོས་མི་རིགས་དེ་འདྲ་མ་རེད་ཁོས་ལངས་ཕྱོགས་དེ་མ་རྩ་རིང་ལུགས་འབྱོར་ལྡན་དགྲ་ལས་ཀྱི་ལངས་ཕྱོགས་དང་ལོངས་ཕྱོགས་ལ་ལོངས་མཁན་དེ་འདྲ་ཅིག་གི་ལས་ཀ་རེད། འོ་དེ་བྱས་ནས་དེ་ནི། ངོས་ད་སྐུ་འདྲའི་རྒྱུན་སོང་པ་ཚིག་ཅིག་སྟེ་ཁོས་ཁོའི་བརྒྱ་རྩ་ཞི་རགས་མ་ཐེབས་པ་ཅིག་སྟེ་ཡག་ཡོང་པར། སྐྱིད་སྟོང་དགུ་བརྒྱ་ཐོན་པ་དང་དགུ་ལོ་ལ་ཟི་ནས་རྒྱས་ནས་ད་ལྷ་ས་ལ་ཡག་ཕེབས་པར། དེའི་སྐབས་དེ་ལ་ལ་ཡང་ང་ཚོ་བདེ་སྐྱིད་ལུང་པ་ལ་དམིགས་ས་འདི་ལ་ང་ཚོ་བདེ་སྐྱིད་ཐོབ་པ་ཡིན་སྟངས་ཚིག་ཁ་ཤས་ཅིག་ཞུ་དགོས་ན། བདེ་སྐྱིད་ཀྱི་ལུང་པ་དེ་ལ་ཡང་ཡུམ་བརྟན་དང་འོད་སྲུང་གཉིས་འདྲ་བོ་འདྲ་བོ་ཆགས་པར། ག་འདྲ་ཞིག་ཏུ། སི་ཁྲོན་གྱི་རྒྱ་དཔོན། སྤྲང་གི་སེམས་སྐྱེ་དགའི་དམག་མི་བྲེ་ལ་ཉག་རོང་ན་ཉག་རོང་ན་ཡག་ཡོང་བདེ་དགེ་རྒྱལ་པོ་བཙུན་མོ་སྲས་འཁོར་དང་བཅས་པ་བཟུང་ལས་ད་མི་ལྟ་བྱས་ཁྲི་འདུལ་བྲིས་བསུང་ཟེར་ཁྲི་འདུལ་ལས་སྤྱི་ལོ་སྤྱི་སྟོང་བརྒྱད་བརྒྱ་དགུ་བཅུ། མགུལ་གྱི་གོ། གོ་དན་ལོ་ཡིན་ས་ཡི་གོ། དེ་འདྲ་གྱི་ཁྲའི་ཚ་དུས། དང་ལང་སོང་ཆང་དུ་ནས། ཁྲི་འདུལ་མ་བེ་གུན་གྱི་ཀུན་ཚ་གཏོང། དེ་ཡག་རེད་གི་སི། ཨ་ནི་པིན། ད་མདའ་པན་ག་འདྲི་འདི་ངས་ད་ལྟ་དྲིན་མ་རོག། རྒྱ་གར་སོང་རྒྱ་གར་ནས་རྒྱ་མཚོར་བསྡད་བེ་ཅིན་ཚུད་ཡོང། བེ་ཅིན་ནས་སྨན་ཆིན་གོང་མ་ལས་ཞུས་ལས་ཨ་ནི་སི་ཁྲན་བཙོང་འདུག་གི་འདི་འདྲ་གྱི་ལ་ང་ཚོ་ཁྲི་མེད་ལིང་མེད་ལས་ཀ་ལས་རྫས་བཅོས་རྒྱ།

དེ་ཡན་མེད་ཅིང་ས་ཡི་ད་དེ་འདྲ་བདེ་གི་ནོངས་འཛིན་གྱི་དུས་འགྲོ་དེ་དང་ལས། དེ་ནས་ཨ་ཅག་བ་བ་གཉིས་ཀྱི། བོན་པོ་ཇི་ལྟར་མ་འདྲིས། དང་ཐ་མ་མཐའ་མ་དེ་དེ་ནི་ཀུན་དུ་བཅུ་གསུམ་པར་གྱི་དེ་བཅད་ལ། ཐག་བཅད་ནས། སྲས་ཆེ་ཡ་ཨ་ཅག་དེ། རྒྱལ་པོ་བྱེད་རྒྱུ་བྱས། ཁྱོད་ཡང་བ་བ་འཇམ་པར་མཁྱེན་ཏེ་གྲྭ་པ་བཟོ་ཡ་བྱས་པར།

འདིར་ཀོ་ར་དེ་ལ་འགྲོ་བསྡད་ཟེར། དེ་ནས་མེ་ཡན་ལས་ཁོ་ཚོས་དེ་བྱས་པ་རེད། ཤོག་ཁག་གཉིས་ཆགས། ད་ཤོག་ཁག་གཉིས་ཆགས་ཚེ་སྲས་ཆེ་བ་གི་ཕྱོགས་ལས་ཨ་ཅག་གི་ཕྱོགས་ལས་གྱང་ཁོངས་ཚང། ཅོག་ལྟ་ཚང། དེ་ནི་ཨ་ཅག་སུམ་གཅིག་རེད་འདུག་ཨ་ཅག་གྱོང་གསུམ་ཟེར་ཡ་གཅིག་རེད་འདུག་སྐོར་གྱི་ནང་ལ་བྱས་ན་གྱོང་གང་ཚང་འདུག་ཅོག་ལྟ་ཚང་དེ་ཚོ་འདི་གི་ཟེར་ཡ་བྱེད་ཡ་གི་ཆོག་ལ་རེད། ཁྱོད་ཡ་འཇམ་པ་ར་ཅན་གྱི་ཤོག་ལས་བ་བཞག་བྲེལ་གསུམ་ཟེར་དུས་བ་བ་ཞེས་བྱ་དགེ་ཞེས་བྲེལ་འབྲེལ་གསུམ་དུ་གཅིག་རེད། འོ་དེ་འདྲ་ཆོག་འགྲོ། དེ་དེ་འདྲ་ཞེས་དུས་ད་གཙོ་བོ་ལས།

དེ་དེ་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དང་པོ་དང་བདུན་ལོར་ལི་སྡེ་བ་དགོན་ནས་ཨ་ཅག་རྡོ་རྗེ་སེང་གེ་ལི་ཏི་ནི་མ་ཀང། གོར་མཇོ། མཛོ་དགོན་གྱི་དམངས་མི་དང་བཅས་བསྲུང་མ་བྱས་ལ་སྡེ་དགེར་ཚུལ་བཏང། ཡང། ཨ་ཅག་གིས། སྔོན་མ་ནང་བཞིན་གྱི་སྡེ་དགེ་རྒྱལ་པོའི་བསྐང་བྱ་དེ་ཚུར་བླངས། བ་བ་འཇམ་པ་རིན་ཆེན་བཟུང། མཛོད་སྤུ་གོང་བཙན་ཁང་ནོར་རྩེ་ག་བར། མཛོད་སྤུ་གོང་བཙན་ཁང་ནོར་རྩེ་ག་དུ་ག་བཙལ་སྲོལ་བཙན་ཁང་དང་པོ་དུ་སྐྱེས་ས་མ་རུ་མཛོད་སྤུ་གོང་གི་རྒྱ་མཐོང་ནང་ཡ་དེ་ནས་དེ་བ་བྱ་བྲལ་གསུམ་གི་མི་ནང་གི་སྣང་བུ་དང་སྣང་བུ་གྱི་མིང་ཕང་རྒྱ་མཐོང་གལ་ཏེ་ཁ་འཇུ་ཅུ་ཡག་མཐོང་དེ་ནས་རྫ་ཆ་ཁ་ཡག་བྲེ་གསུམ་ལ་སེ་ཤུག་ཤོར་བསྡད་འདུག་བ་ད་སེ་ཤུག་ཚང་མ་བསྡད་གི་ཚང་གི་སར་བ་སེ་ཤུག་ལས་བཞིན་བཟོས་བསྡད། དེ་འདི་གའི་ཆོས་སྒོ་ཡི་སའི་ཤུལ་ལས་བབས་པ་གིས་བཟུང། འདི་གའི་ལས་དག་ཨ་ཅག་ཁོ་རང་ཚོ་གིས་དེ་བསྡད་ཡོད་ཟེར་དེ་ཅི་དུས་འདི་གའི་དབྱིངས་ནས་ཏག་ཏག་ད་བཙལ་འདོད་ལས་ཀྲོའེ་ཧྥུང་བཙལ་དེ་ལས་ཀྲོའེ་ཧྥུང་གིས་འདི་གའི་ས་ལེན་ཡོད་ལ་མ་རེད་ཕིང་ཁང་ལྷོ་ཕྱོགས་ལ་མ་གཏོགས། ཡང་འདི་གའི་ནང་དུ་ཚུད་འདི་ཀྲོའེ་ཧྥུང་མི་ལ་ལས་ད་བཙལ་འདོད་ཀྲོའེ་ཧྥུང་ལ་སྔོན་ལས་ཏག་རག་པ་བཟོ་རོགས་ཅི་ཡིན་ཟེར་ལས། འདི་གའི་གི་ཨ་ཅག་ཞོ་ལ་བཙལ་འདི་ཀྲོའེ་ཧྥུང་དགའ་ཐག་བྱས་ལས་མང་མི་ཡག་གཏོང་འདི་གའི་ལ་ཟེར་འདི་གའི་དུ་རྩ་རེད།

དེ་རྗེས་ལས་སྐུ་འཁྲིད་བཅུ་གསུམ་པ་ཕུ་ནག་ལས་གར་སེར་ཟི་ལིང་ནོར་བྷེ་དེ་ལས་བསྐོས་གཙོས་ཡོང་དུས་དེ་ལ་སུན། སྐུ་འཁྲིད་བཅུ་གསུམ་པ་ལ་ཀུན་ལྡན་སུན་ལས་ཨ་ནེ་སྐུ་འཁྲིད་བཅུ་གསུམ་པ་གི་དེ་ཚོ་ཚོ་མ་ཡོག་ཁྲིད་བ་པ་ལས་མདའ་འཕེན་གི་གོ་གནས་ཀྱི་སྤྲད། ཨོ་ཞག་གེ་སྟོད་སྡིང་དུ་ཞག་གེ་ནག་མཚན་ནོག་དེ་ནོ་སྡེ་བ་ཀུན་གི་ལྷོ་སྦྲ་ནོ་ལྷོ་སྦྱོང་བྱེད་དུས་ཞག་གེ་སྟོད་སྡེ་པས་ཨེ་ནི་ང་ཚོ་སྡེ་དགེ་མདོ་ཁོ་ནོ་ལ་ཡན་ཏན་ཆོས་ཞེན་ཆགས་ཚིག་འཁེལ་གི་རེད་རྒྱུ་ཚད་ཀྱིས། གཙོ་བོ་གོ་བདེ་བ་གི་མགྱི། སྐུ་རགས་ལྷོ་བྲག་ནུབ་ལྷོ་གཞུང་བྱས་ལ་ཆུ་འཇུག་གོང་ནས་གཡག་ཚགས་འཛིར་བ། འོ་དེ་འདྲ་ཞིག་བསྡད་པ་ཞིག། དེ་འདྲ་ཞིག་ཡོང་ཚེ་དེ་ནི། ཁྲོ་བོའི་དཔུང་གིས་རྗེས་མ་མང་པོ་དེ་གཡག་ཤུགས་ཆེན་པོ་ཞིག་འཛུགས་མ་ཐུབ་ལ་ཡོང་བསྡད་ཀི་རྒྱལ་པོ་ཨ་ཞང་ཁོ་རང་ལ་དབང་ཆ་དེ་ཚུགས་རག་པ་རེད།